ད་གོང་དུ་སོང་བ་ནང་བཞིན་བྱས་ནས་ཕྱོགས་འཛིན་གྱི་བློ་མེད་ལ། གང་ལྟར་ཕྱོགས་འཛིན་མུན་པས་མ་བསྒྲིབས་ལ། ཕྱོགས་འཛིན་གྱི་མུན་པས་མ་བསྒྲིབས་པ་བྱས་ཞེས་ཐམས་ཅད་ནང་དུ་སྐྱབས་སུ་མཆི་ཞེས་བྱས་ནས་ལབ་ན་ཡང་མགོ་སླ་བོ། རིའི་རྩེ་སེ་མེད་པར་མགོ་མ་འཚོས་ངན། ཆོ་ལོས་དེ་བྱ་གི་ཡོད་རེད་ཆོ་སངས་ཆོ་སངས་ཟེར་ནས་བྱས་གི་ཡོད་རེད། དེའི་སྨན་པ་གཅིག་གིས་ལེགས་ཉེས་འབྱེད་པའི་བློ་ཡི་མཐུ་ལྡན་ཞིང།

ཇི་ཙམ་ཤེས་པ་དེ། སེམས་རྒྱུད་འདུལ་ཡག་པ་དོན་དག་ཡིན་བཅོམ་ལྡན་འདས་ཀྱིས་ཆོས་ཕུང་བརྒྱད་ཁྲི་བཞི་སྟོང་གསུངས་ཡ་དེ་སེམས་རྒྱུད་འདུལ་ཡག་དོན་དག་རེད་ང་རང་གི་སེམས་རྒྱུད་འདུལ་ཡག་དོན་དག་ལ་གསུངས་པ་རེད། དེ་འདྲ་ཡིན་དུས་ད་ངས་བཅོམ་ལྡན་འདས་ཀྱི་གསུང་ཚིག་ཅིག་ཡིན་ནས་ང་རང་གི་རྒྱུད་དེ་འདུལ་དགོས་པ་ཡིན་བསམ་པ་ཅིག་གིས་ད་བསམ་བློ་ཞིག་བཏང་བྱས། ཨེ་ནི་དེ་བས་དོན་སང་དོན་ལྡན་བྱེད་འདོད་པ། ཨ་དེ་འདྲས་ཅིག་གིས་ཨེ་ནི་སྐལ་བ་དང་ལྡན་པ་དེ་རྣམས་ཨེ་ནི་རྩེ་གཅིག་ཏུ་བསྒྲིམས་ཏེ་ཉོན་ཅིག་གསུངས་པ་རེད། སེམས་ཅན་དུ་མ་ཡེངས་པ།

གསལ་བྱེད་རྒྱལ་བའི་རྨད་བྱུང་ཕྲིན་ལས་ལས། ལེགས་གྲུབ་བྱང་ཆུབ་ལམ་གྱི་རིམ་པས་ཀྱང། ཐར་འདོད་རྣམས་ཀྱི་ཡིད་ལ་དཔལ་སྟེར་ཞིང། རྒྱལ་བའི་མཛད་པ་རིང་དུ་སྐྱོང་གྱུར་ཅིག་ཟེར་ནས་གསུང་ཡག་པོ་འདི་རེ་བཞག་ཟེར་ན་ང་རང་ཚོའི་དེ་རིང་འདི་བོད་ཟླ་བྱིན་རླབས་ཅན་གྱི་གཟུངས་འདི་ད་ང་ཚོ་འཆད་ཉན་བྱེད་ཀྱི་ཡོད་པ་རེད། ཟེར་ད་ང་ལ་ཡང་རྟོགས་པ་ད་ག་ག་ཡོད་མ་རེད་ཡོད་མ་རེད་ཡིན་ནའི་ད་བྱང་ཆུབ་ལམ་རིམ་ཆེན་མོའི་ལྡེ་མིག་རུ་བྱས་བྱས། གཞུང་མང་པོ་ཅིག

ཅེས་སོང་ང། དེ་འདྲ་ཡིན་དུས། ང་རའི་ངོས་ནས་བྱ་བཞག་ནས་ལས་དོན་ཆེན་མོ་ཡང་བསྐྱར་ཅིག་ད་བྱས་ཉེས་བྱས་ཡག་གི་གོ་སྐབས་བྱུང་བ་དེ་ཧ་སང་པོ་ཡིན། ཁྱེད་རང་ཚོས་ཡིན་ནས་དེ་དེ་བཞིན་བྱས་བྱས་ལས་དོན་ཆེན་མོ། ཁ་ཤས་ནི་ད་དེ་རེད་བསམ་བ། ཐེངས་པ་དང་པོ་ཡིན་གྱི་རེད་ཁ་ཤས་ནི་ཁྱེད་རང་ཚོ་ཚགས་ཁ་ཤས་ཐོབ་ཚར་རེད། ཡང་དེ་རིང་ཡང་བསྐྱར་ཅིག་ཐོབ་པ་དེ་དགེ་བ་སང་པོ་རེད། ལས་དོན་ཆེན་མོ་ཉན་ཡག་ཟེར་མཁན་དེ། རྣམ་གྲངས་བསགས་ཡག་ཐོབ་གྲངས་བསགས་ཡག་མ་རེད། དབང་འདི་ཞུ་ཡ་ཡིན་ན་ཨེ་ན་ཚག་ཅིག་ཐོབ་ན་འགྲིག་པ་རེད། དབང་འདི་ཐོབ་སུ་ཅིག་ལབ་ཡ་ཞིག་ཡོང་གི་ཡོད་རེད། འཛམ་གླིང་གསོ་རུག་བཅོས་འཇུག་སོགས་ལ་ཚུར་ཕྲད་དེ། སེམས་རྒྱུད་འདུལ་ཡ་གི་ཆེད་དུ་དམིགས་ཀྱི་ཡོད་ན་ནི་ལན་གྲངས་བརྒྱ་ཕྲག་སྟོང་ཕྲག་ཡིན་ནས་ཉན་དགོས་ཡ་རེད་མ་གཏོགས་འདི་ང་ཐོབ་ཟིན་པ་ཡིན་ཟེར་ཡ་ཡོད་མ་རེད། ག་རེ་སོང་ཁོ་སེམས་སྡུག་གུག་ཡོད་རེད། དཔེར་ན་ང་ཚོ་སྟོབས་ཆག་བྱས་པ་ན་ཞིག་རེད་དཔའ་ཟ་ཡ་ན་ཞིག་རེད། ཁོ་ལུས་དུ་ཚོར་གུག་ཡོད་རེད་དེ་འདྲ་ཡིན་པ་ཡིན་དུས་དཔའ་ཡིན་ད་རེ་ཞིག་ཟ་བ་རེད་མ་གཏོགས་ང་དེ་དཔའ་ཅིག་ཟ་མྱོང་ཟེར་ནས་གཡུག་བྱ་ཞིག་མ་རེད་པ་ཁོ། ཨོ་དེ་འདྲ་ཞིག་བྱས་བྱས་ང་ཚོ་སེམས་འདི་ཟོབ་ཆུ་རྒྱབ་གུག་ཡོད་རེད། སེམས་དགེ་བའི་སེམས་དེ་ཚོར་གུག་ཡོད་རེད། དགེ་བའི་སེམས་སྔར་མ་སྐྱེས་པར་གསར་དུ་སྐྱེས་སྐྱེས་པ་དེ་དེ་གོང་ནས་གོང་དུ་འཕེལ་བ་ཞིག་གུག་ཡོད་རེད་དེ་འདྲ་ཡིན་དུས་ཡང་ནས་ཡང་དུ་གཞུང་འདི་ལྟ་བུ་ཉན་པར་བྱེད། ཐལ་བར་བྱས། བསམ་པར་བྱས། འདྲིས་པར་བྱས་ཁུག་ཡོད་པ་རེད། ད་དེ་འདྲ་ཡིན་པ་ཡིན་དུས་ད་ད་རེས་ང་རང་ཚོ་ལམ་རིན་ཆེན་མོ་ཡང་ཡང་བརྒྱ་ད་ངའི་ཐེངས་མ་ག་ཚད་ཡིན་ན་དེ་རིང་ཕལ་ཆེར་ཐེངས་མ་བརྒྱ་པ་དགུ་པ་ཅིག་མེད་འགྲོ། ཡང་བསྐོར་ཅུང་དྲན་གྱི་མི་འདུག་ཅི་ཡང་བ་དང། དེ་རིང་ཡང་བརྒྱ་གཅིག་ཤུལ་ཧ་གོ་དགོས་བྱུང་བ་བས་བརྒྱ་བ་བཟང་བོ་བྱུང། དེ་ཙང་ཀ། རབ་གནས་ཆེན་པོ་ངས་མ་བདུན་གི་ཡོད་རེད་དེ། རབ་གནས་ཆེན་པོ་ཤེས་ཀི་ཡོད་པའི་སྐད་ཆ་རེད་དེ། ཡིན་ནའི་ང་རའི་བསམ་བློ་དེ་རང་ཡིན་ད། གང་ལྟར་ཆུང་ཚེ་མུན་པས་མ་བསྒྲིབས་ལ་ལེགས་ཉེས་འབྱེད་པའི་བློ་ཡི་མཐུ་དེ་བཞིན། དལ་བའི་རྟེན་སར་དོན་དལ་བྱེད་འདོད་པས། སྐལ་བ་དང་ལྡན་པ་ཟེར་ཡ་འདིའི་ནང་ལོགས་ལ་ང་ར་ཅིག་ཨེ་ཚུལ་མི་ཚུལ་བསམ་བཏང་བསྡད་ཀི་ཡོད། བྱས་ད་ངས་དེ་མ་ལོག་ཡ་རེད། འདིར་རྒྱལ་བའི་གསུང་རབ་ཐམས་ཅད་ཀྱི་གནད་བསྡུས་པ། ཤིན་ཏུ་གསོན་པོ་ཀླུ་སྒྲུབ་ཏུ་ཐོགས་མེད་ཡིན་གྱི་ལམ་སྲོལ་རྣམ་པ་ཐམས་ཅད་མཁྱེན་པའི་སར་འགྲོ་བས་སྐྱེ་བོ་མཆོག་གི་ཆོས་ལུགས། སྐྱེས་བུ་གསུམ་གྱི་ཉམས་སུ་བླང་བའི་རིམ་པ་ཐོན་བྱེད་མ་ཚང་བ་མེད་པར་བསྡུས་པ་ཕྱིན་ཅི་ལམ་གྱི་རིམ་པའི་སྒོ་ནས་སྐལ་བ་དང་ལྡན་པ་སངས་རྒྱས་ཀྱི་སར་འཁྲིད་པའི་ཚུལ་ནི་གང་བཤད་པར་བྱ་བའི་ཆོས་སོ། ཞེས་ནི། ཐོག་མ་བཅོམ་ལྡན་འདས་ཀྱི་གཟུགས། བར་དུ་ནི་ཀླུ་དྲུག་ཐོགས་མེད་ལ་སོགས་པ་དེ་དག་གིས། རིག་པ་བརྒྱ་དག་གིས་ནི་འཛུད་པར་མཛད་གསོལ་བ་ནན་ཅིང་བྱས་ནས་པའི་སྔོན་གནས་བྱེད་ཀྱི་དག། ལུང་དང་རིགས་པ་རྣམ་གྲངས་དུ་མའི་སྒོ་ནས་ནི་ལེགས་པར་གཏན་ལ་ཕབ་ནས། གོལ་ས་མཐའ་དག་བར་བཅད་ནས་པའི་ཚུལ་བཞིན་དུ་གཏན་ལ་ཕབ་བྱ་བའི་དེ་འདྲ་འབྲས་བུའི་དག། ཤིང་རྟ་ཆེན་པོ་གཉིས་ཀྱི་ལམ་སྲོལ། གཞུང་འདིའི།

དཔེར་ན་ཆེས་རྒྱུད་རྒྱལ་གསང་བ་འདུས་པ་ལྟ་བུ་རྣམ་པ་ཐམས་ཅད་མཁྱེན་པའི་སར་འགྲོ་བའི་སྐྱེ་བོ་ཕྱོགས་ཀྱི་ཆོས་ལུགས་རེད་དེ། དེ་ཡིས་ནི། སྐྱེས་བུ་གསུམ་གྱི་ཉམས་སུ་བླང་བའི་རིམ་པ་ཐམས་ཅད་མ་ཚང་བ་བར་བསྡུས་པ་ཅིག་ཆགས་ཀྱི་ཡོད་མ་རེད། དོན་གྱི་གནད་ད་ཚང་གི་ཡོད་རྒྱུ་དེ་ཡིན་ནའི་གོ། རིམ་པ་ཤིན་ཏུ་ཁྲིད་ཤེས་པ་ཅིག་ཆགས་ཀྱི་ཡོད་མ་རེད། ད་འདིར། རྣམ་མཁྱེན་གྱི་ས་ལ་ཁྲིད་ཡག་གི་ལམ་ཆོས་ལུགས་ཕྱོགས་དེ་ཆགས་བསྡད་ཡོད་རེད་དེ། ཡིན་ནའི། བྱི་ཚོལ་རྒྱམ་སུ་ལེན་པའི་རིམ་པ་ད་ལྟ་ལས་དང་པོ་པའི་སྐབས་ནས་སོང་བ་གཅིག་གི་གོ་རིམ་མ་འཆོལ་བར་བྱི་ཚོལ་ཉམས་སུ་ལེན་པའི་ཚུལ་གྱིས་ཆ་ཚང་ཞིག་གསུང་གི་ཡོད་པ་ཡིན་དུས་སྐྱེས་བུ་སུ་ཉམས་སུ་ལེན་བའི་རིམ་པ་དུ་ཅང་མ་ཚང་མེད་པར་བལྟོས་པ་ཡིན། ནས། ཇོ་བོ་རྗེ་ལྷ་ཅིག་འདི་བུམ་ཀ་རའི་ལམ་སྒྲོན་མཛད་དེ། དེ་ནས་ནི་བྱང་ཆུབ་ལམ་རིམ་སེ་ཨ་གེ། ད། ག་ཟུག་རེ་བེ་གེ། མཚན་བྱ་སྟེ་ངེས་ཀྱི་བྱང་ཆུབ་ལམ་གྱི་རིམ་པའི་སྒོ་ནས་སྐལ་བ་དང་ལྡན་པ་སངས་རྒྱས་སུ་འཁྲིད་པའི་ཚུལ་ནི་རྒྱལ་པོ་མཆོག་ག་ས་ཚུལ་ནི་གང་བཤད་པར་བྱ་བའི་ཆོས་སོ། ད་ཆོས་འཆད་ལུགས་ལ་ཡང་དེ་ལ་དཔལ་ནཱ་ལེནྡྲའི་ཁྱད་པར་ནི་སློབ་དཔོན་གྱི་ངག་དག་པ། ཟིར་བཟའ་ནས། མ་རྟོགས་པ་དང་ལོག་པར་རྟོག་པ། འདི་འདྲེས་ཀྱི་ནོར་བ་མེད་པ། ཡང་དག་པ་ཅིག། མ་འཁྲུལ་བ་ཅིག་མ་ཤེས། སློབ་མའི་རྒྱུད་དག་པར་སེམས་དུས་ལྟ། ཀུན་སློང་རྣམ་པར་དག་པ་ཅིག་མཐོང་ནས། ཉན་དགོས་ཡ། ཆོས་འདི་ཁུངས་བཙུན་པ། མ་ནོར་བ་ཅིག། དགོས་ཀྱི་ཡོད་པ་འདི་འདྲ་སོང་ཡིན་པ་འདྲ། སློབ་དཔོན་གྱི་ངག་དག་པ། སློབ་མའི་རྒྱུད་དག་པ། ད་ང་དག་མ་དག་ཟེར་དེ་གཙོ་བོ་དག་ཀུན་སློང་ལ་རག་ལས་པ་ཡིན་དུས་ཙང་ནས་མདོར་ན་སློབ་དཔོན་གྱིས་ཅིག་ཁ་སུག་རེ་བུ་གས། ཀུན་སློང་རྣམ་པར་དག་པའི་ཐོག་ནས་ཨེ་ནི་བཤད་བྱའི་ཆོས་དེའི་དོན་རང་གི་ཇི་ལྟ་བ་བཞིན་དུ་ཁོང་དུ་ཆུད་པ་དེ་འདི་ཞིག་གི་ཐོག་ནས་ཨེ་ནི་བཤད་ཡ་ཡིན་པ་ཡིན་དུས་སློབ་དཔོན་གྱིས་ངག་དག་པ་ཨེ་ནི་སློབ་མའི་རྒྱུད་དག་པ་བཤད་བྱའི་ཆོས་དག་པ་སྟེ་དག་པ་གསུམ་གྱི་སྒོ་ནས་ཆོས་འཆད་པར་བཞེད་ལ། དུས་གཅིག་ནི་བིར་ཀ་མ་ལ་ཞིག་ལ་བསྟན་པ་དར་བས་དེའི་མཁས་པ་རྣམས་ནི་ཆོས་རྩོམ་པ་པོའི་བྱ་བ་དང་ཆོས་ཀྱི་བྱ་བ་དང། དེ་ཇི་ལྟར་བཤད་ཅིང་ཉམས་སུ་ལེན་པའི་ཚུལ་མངོན་དུ་གལ་ཆེ་བར་བྱེད་པའི་ཚུལ་གཉིས་བྱུང་བར་གྲགས་པ་ལས། འདིར་ནི་ཕྱི་མ་དག་བཤད་པར་བྱའོ། ག་རེ་ལབ་ན་ཇོ་བོ་རྗེས་ཀུ་ཙི་མཱེ་ལ་ཡཱ་བིར་ཀ་མ་ལ་ཤི་ལ་ལ་བཞུགས་བྱས།

དང་པོ་མཛད་པ་པོ་ནི། གདམས་ངག་འདི་སྤྱིར་རྗེ་བཙུན་བྱམས་པས་མཛད་པའི་མངོན་པར་རྟོགས་པའི་རྒྱན་གྱི་གདམས་ངག་ཡིན་ལ། ཁྱད་པར་དུ་འདིའི་གཞུང་ནི་བྱང་ཆུབ་ལམ་གྱི་སྒྲོན་མ་ཡིན་པས་དེ་མཛད་པ་པོ་ནི་འདི་ཡང་མཛད་པ་པོའོ།